ཡར་ལྷན་རྒྱས་ཚང་མ་ལ་བཀྲ་ཤིས་བདེ་ལེགས་བཀྲ་ཤིས་བདེ་ལེགས་དངོས་པོ་དོན་གསུམ་གྱི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཨ་རི་ལྷན་རྒྱས་ཚང་མ་ལ་སྐུ་གཟུགས་གསལ་ཐང་ཡོད་བ་དང་ང་རང་ཡིན་ན་ང་དང་ངའ་གཙོས་བོད་ཀྱི་ནང་མི་ཆ་ཚང་ལ་བདེ་བོ་ཐང་པོ་ཡིན་ང་ཡང་དེ་རིང་དུས་ཚོད་སུ་ཐོན་རྗེས་ཐད་ཀ་རྒྱང་སྲིད་གང་ལོར་ལ་ཨ་འཇུག་གི་འདུག་ཕྱིས་ཧྲིབ་ཚིར་འགའ་བཅག་བསྡད་ཡོད།

རྣམ་པ་ཚོ་ལ་ག་རེ་ཞུ་འདོད་རུ་བྱུང་སོང་ལབ་པ་ཡིན་ན་ད་རིང་གཅིག་གི་ང་རང་ཚོ་སྤྱི་ཚོགས་ནང་ལོག་ལ་ཨ་ནི་སྒོ་མང་གྲྭ་ཚང་ནི་ཡ་གཅིག་གི་ཡི་གེ་གཅིག་འདུག་སྤྱི་ཚོགས་དྲྭ་ལམ་ནང་ལ་སྒྲོག་བསྡད་ཡོད་འདུག་ཨ་འདིའི་སྒང་ལོག་ལ། སོ་སོའི་ངོས་ནས་ནི་མི་མང་དཀྱུས་མ་གཅིག། ཡིན་པའི་ཆ་ནི་མི་མང་དཀྱུས་མ་གྱིས་ནང་ལོགས་ལ། ཨ་ནི། མི་མང་དཀྱུས་མ་སྤྱི་ཡོངས་ཀྱི་ཕྱོགས་ནས། འཚོ་བ་བསམ་ཚུལ། ཁམས་བཟང་འཚོ་བ་བསམ་རྒྱུ་ག་འདྲ་རུ་འདུག་བྱས་ཚེ། ལས་གཅིག་བཏགས་ཡོད་འདུག་ད་དེ་རིང། ཨ་ནི་སྤྱི་ཡོངས་ཀྱི་ཆ་ནས། ག་རེ་བྱུང་བ་ཡིན་ན་ང་ཚོའི་སྤྱི་ཚོགས་ནང་ལོགས་ལ་ར་བ། ད་དེའི་ཕྱི་ཐག་ནི། བྱུང་མ་མྱོང་བས་བྱུང་མ་བྱུང་ལ་ཡག་ག་ཡོད་རེད་བསམ་སོང། དེས་ན་བྱུང་ཚར་བ་རེད་བ། སོང་ཙང་འདིའི་གང་ལོ་ལ་སོ་སོ་གི་དང་པོ། མི་མང་གི་འཚོ་བ་བསམ་རྒྱུ་མ་ཤེས་ངེས་ལ་སོ་སོ་གི། འདི་གང་ལོ་ལ་འཚོ་བ་བསམ་རྒྱུ་འབིགས་བྱེད་ཞུགས་པ་ཡིན་ན། ཨ་འབྲུ་ཚེ་བརྟན་ངེད་ཀྱི།

ཟླ་བ་ན་ཤེལ་གཅིག་གི་དྲང་པོ་གཅིག་གང་ལོ་ལ། ལང་སྤྱོད་གཞིབས་མཆན་ཀ་མེད་གནང་མཁན་གྱི་གང་ཟག་ཅིག་ཡིན་པ་གཅིག་ངས་གསལ་པོ་ཞུ་ཅིག་རྟོགས་ཐུབ་ཀྱི་ཡོད། སོང་ཙ་ད་རིང་གི་དུས་ཚོད་འདིའི་ནང་ལོ་ལ་སྤྱི་ཡོངས་ཀྱི་ཆ་ནས་ང་རང་ཚོ་ད་ད་གའི་གར་འཚོ་བ་དེ་སྙེད་ལ་ངས་ཞུ་བ་ནང་བཞིན། རང་བྱས་སློབ་ཕྲུག་ཚོགས་པ་ཡིན་ན་རེད་རང་བྱས་ཆོས་ལེན་བྱེད་མཁན་ཡིན་ན་རེད། ད་གང་ལྟར་ང་རང་ཚོ་སྤྱི་དང་ནས། རྒྱ་གར་མེད་ངེས། ཨ་ནི། ས་སྐྱ། སྦ་ར་ཁང་བསྟན་མཁན་བསྟན་ས་མེད་ངེས་ཀྱི་མི་གཅིག། ཨ་ད་ལའི་འཇམ་པོ་གླིང་སྡིངས་ཆ་འདིའི་ནང་ལོགས་ལ། ཚོགས་ཆེ་ཤོག་གིས་ང་ཚོ་གི་རྒྱ་ནག་ལ་ཡ་དགག་པ་རྒྱག་བསྡད་ཡ་འདི། ཆོས་དད་རང་དབང་དང་སྨྲ་བརྗོད་རང་དབང་མི་འདུག་བྱས་ཅི། སོང་ཅི་དེ་ད་དེ་འདྲས་གཅིག་གི་དོན་ཆེན་དེ་འདྲས་གང་ལོགས་ལ། རྒྱ་ནག་ལ་ཡ་དགག་པ་ཤུགས་ཆེན་པོ་ཞུ་ཅིག་རྒྱབ་བསྡད་དགོས་རེད། སོང་ཙང་ཨ་འདི་གི་སྐབས་ནང་ལོགས་ལ། ད། རང་དབང་ཅན་གྱི་ལུང་པ་ནང་ལོགས་ལ། སོ་སྤྱོད་སོ་སོ་གི་སྨྲ་བརྗོད་རང་དབང་མེད་བསྡད་པ་དེ་གསལ་པོ་ཞིབ་ཆ་མཐོང་ཡོང་གི་འདུག་གསུང་ད་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་རང་དབང་ཅན་གྱི། རྒྱལ་ཁབ་ནང་ལོགས་ལ་ང་ཚོ་ལ་སྨྲ་བརྗོད་རང་དབང་མེད་པ་ཡིན་ན། བོད་ནང་ལ་བཞུགས་བསྡད་མཁན་ཞི་ལུ་པིན་དག་ལ། ཨ་ནི་ང་ཚོས་གིས་སྨྲ་བརྗོད་རང་དབང་སྟེར་གྱི་ཡིན་ཟེར་གྱིས་ཁོ་ཚོ་གི་སྐུ་ཚབ་བྱས་བྱས། ཨ་ནི་འཛམ་གླིང་སྡིངས་ཆ་འདིའི་ནང་འགྲོ་ལ་ང་ཚོས་གིས་ཁོ་ཚོ་གི་འབོད་སྒྲ་ཁྱི་བྱས་འགྲོ་ཐུ་ཡ་ཡིན། རྩ་བ་རང་ནི་ཡོད་མ་རེད་བསམ་ཙང་རང་བཞིན་ང་རང་འདི་ཅིག་དྲན་གྱི་ཡོད་རེད་བ། དེའི་ནང་ནས་ང་ཚོ་ལུག་རྒྱུད་ཅིག་བཏགས་ནས་འགྲོ་བསྡད་པ་ཡིན། ཨ་ལུག་རྒྱུད་སྒང་ལོགས་ལ། ལྷ་བསོད་མ་གིས་གནས་ཚུལ་འདི་འདྲའི་དང་སྦྲགས་བྱས། གནས་ཚུལ་མང་པོ་ཅིག་བྱུང་ཡོད་རེད། སོང་ཙང་གནས་ཚུལ་འདི་འདྲའི་སྒང་ལོགས་ལ་ཟེར་ཡོང་དུས། ཅིག་གིས་ད་རིང།

མ་ཡོང་བ་ཡི་གནས་ཚུལ་འདི་འདྲས་ཅིག་གླས་ཡོང་དུས། ཨ་ནི། མི་མང་མང་པོ་ཅིག་བློ་ཕམ་ཅིག་དང་མི་མང་མང་པོ་ཅིག་གི་འཚོ་བ་བསམ་རྒྱུ། ཅིག་གི་དྲག་པོ་སྒང་ནས་བཤད་དེ་ངས་དེ་འདྲས་མང་པོ་ཞིག་འདུག་དེ་ཡིན་དུས། ང་རང་ངོས་ནང་ནས་རེད་བ། དེ་ཚོ་ལ་ཡག་པོ་བསམ་བློ་བཏང་ཅིག་འགྲོ་བསྡད་པ་ཡིན་དུས། ད་གང་ལྟར། ཅིག་གིས། ཨ་འབྲུག་ཆེ་བསྟན་ལགས་ཀྱིས། ཨ་ནི། ད་ང་རང་ཚོ་བོན་བསྟན་ཞིག་གི་བསྟན་པ་ཆབ་སྲིད་གཉིས་ཀྱི་ལྷ་སྲུང། ཨ་ནི།

འདི་འདྲའི་ཅིག་གིས་ཡི་གེ་བཀྲམ་གྱི་ཡོད་ན། ཡི་གེ་བཀྲམ་ཡ་དེའི་རྩེ་ཡི་ཆེད་ཅིག། ངའི་བསམ་པར་ན་ལོ་ལ་མོག་དེ་ཡོད་རེད་བསམ་གྱི་ཡོད་རེད་བ། ད་ཡིན་ན་ང་རང། མི་དཀྱུས་མ་ཅིག་ཡིན་པའི་ཆ་ནས། དེ་འདྲའི་ཁོ་རང། གནས་ཚུལ་མང་པོ་ཅིག་རྟོགས་ཐུབ་ཀི་ཡོད་ཀྱི་མ་རེད་ཡིན་ན། ཆོས་རྒྱུད་ཀྱི་ཐོག་ནས་ལབ་ཡོད་ད། ཆོས་དང་རིག་པའི་གི་ཐོག་ནས་ང་རྟོགས་ཐུབ་ཀི་ཡོད་ཀྱི་མ་རེད། ཆབ་སྲིད་ཀྱི་ངོགས་ན་ནི། ངས་གསལ་པོ་ཞིབ་ཅིག་རྟོགས་ཐུབ་འདུག་གི་འདུག། སོང་ཙང། འདི་འདྲའི་གི་ཅིག་གིས།

རྣམ་པ་ཚོགས་ཀྱི་དཀའ་ངལ་འདི་རེད་བ། རྣམ་པ་ཚོགས་ཀྱི་བསམ་སྤྱོད་འདི་དང་རྣམ་པ་ཚོགས་ཀྱི་དཀའ་ངལ་འདི། དངོས་གནས་དྲང་གནས་བསམ་ཤེས་ཅིག་བྱས་བྱས། ཡི་གེ་འདི་མ་ཕྱི་གཏན་གྱི་བྱེད་ཐུབ་པ་ཡིན་ན་ཡག་པོ་ཡོད་རེད་བ། ད་སྐྱག་ངུར་མཇེ་དགོང་ལོ་འབྲོ་པོ་འདི་གམ་ཅི་ཕེད་ཚར་བའི་རྗེས་ལ། ཨ་ནེ་རྩི་ཚོགས་འདི་ད་དཀྲུག་ཕ་དཀྲུག་མ་གནང་རོགས་གནང། ལུགས་རྒྱུད་ཀྱི་ཐོག་ནས་ཡིན་ན་ང་ཚོ་ད་གནས་ཚུལ་མང་པོ་ཅིག་འཕྲད་བསྡད་ཡོད་རེད་བ། ཨ་ནེ་འདིས་ལུགས་རྒྱུད་འདི་ཚོ་ཡང་བསྐྱར་ལོག་རྒྱག་ཚེ། ཡང་ཅོ་ང་ཚོ་རྒྱལ་རབས་ལུགས་རྒྱུད་གསར་པ་འདི་འདྲའི་བྲི་ཡ་བྲི་ཡ་གི། འབོད་བརྩོན་འདི་འདྲའི་མ་གནང་རོགས་གནངས་ལགས་ཐལ་མོ་གཉིས་རྒྱག་ཚེ་འབོད་སྐུལ་ཡིན། དེ་ནས་ད་སྤྱི་དང་ནི་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་ཡི་གེ་འདི་འདྲ་བསྒྲགས་ཚེ། མི་མང་དཀྱུས་མ་འདི་འདྲའི་མང་པོ་ཅིག་གི་བསམ་ཚུལ་ག་རེ་ཡོད་རེད་ལགས་པ་ཡིན་ན། ད་མི་མང་དཀྱུས་མ་ཚང་མ་ལོགས་ཀྱི་དེ་རིང་འདི། དྲང་པོ་དང། ཡག་པོ་བྱུང་མ་སོང་སོང་ཙང་འདིའི་སྒང་ལོགས་ལ། ད་ང་རང་ཚོ་བཙན་བྱོལ་བོད་མིའི་སྒྲིག་འཛུགས་ནང་ལོགས་ལ། ཁམས་ཆུང་ཨང་ཉིས་རྩ་གསུམ་བྱས་རྗེས་ཁྱེད་ནི་འགྲོ་བ་ཡིན་ན། དེ་ལ་ཡ། ཞི་བོ་ཞི་བོ་རྒྱུ་འབྲས་མིག་ཞགས་དེ་འདྲའི་གལ་ཡོག་མ་རེད་སོང་ཙང་ང་ཚོ་ནང་ཁུང་གི། ཐིགས་པ་གསར་བའི་རྒྱབ་འཇོག་བྱས་རྗེས་དཔལ་འབྱོར་བསྡུ་རུབ་བྱས་རྗེས། རྒྱ་གར་གཞུང་ལ་ཡ་རྒྱ་གར་གཞུང་དང་མཉམ་འདོགས་ལ་བསྟུད་རྗེས། ཨ་རྒྱ་གར་གཞུང་གི་ཁྲིམས་གང་ལོགས་ལ། ཨ་ནི་བསྐྱར་གོ་དགོས་འདུག། ད་ང་ཚོ།

ཨ་འདྲ། ཁོ་ཡི་ཆེད་དུ་ཨ་འབྲུག་ཆེ་དར་ལ་ཁོ་ར་འདྲ་བོ་བྱས་ནས་གྲྭ་བ་གྲྭ་ཆང་བྱས་ཡིན་འདུག་དཔལ་འབྱོར་གྱི་གནས་སྟངས་སྒང་ན་ནི། སླད་མི་མང་ཚོགས་ཀྱི་ཐིགས་པ་ཟ་བའི་རྒྱབ་འཇོག་བྱས་ཚེ། ད་དཔལ་འབྱོར་བསྡུ་རུབ་ཅིག་བྱས་རྗེས། དེ་འདྲའི་ཁོ་ར་འདི་གསལ་བོ་ཅིག་མ་སོང་ན་འདི་ལམ་ལུགས། སྡུག་ཅག་ཞིབ་ཅིག་ཆགས་འགྲོ་ས་རེད་བྱས་རྗེས། ཐུགས་སེམས་གནང་སྟེ་ངས་འདི་འདྲའི་མང་པོ་ཟོས་འདུག་སོང་ཙང་ད་རིང་གི་ངའི་ཐད་ཀ་རྒྱང་སྲིད་འདིའི་རྒྱུ་བྱས་རེད་བ། བཀའ་ཤག་ཡིན་ན་རེད། དེ་ག་ན་ཤེས་སྤྱི་བསྡུ་རྣམ་པ་ཚོ་སྤྱི་བསྡུ་ཞིབ་བཤེར་སྔ་རྣམ་པ་ཚོ་ཚང་མ་ལོག། རྩོད་བའི་གི་ཀ་ཤ། ཨ་ནི་རྣམ་པ་ཚོ་ལ་ཐལ་མོ་གཉིས་ཡ་ནི་འབོད་སྐུལ་ཞུ་ཡ་དེའི་ནང་ལོག་ལ། ད་ལྟའི་སྐབས་ཀྱི། ཨ་ནི་སྒོ་མང་གྲྭ་ཚང་གི། ཡི་གེ་འདི། སྒོ་མང་གྲྭ་ཚང་རང་གི་ཡ། འདི་མ། ཅིག་གི་ནང་དོན་བྱས་རྗེས། ཨ་ནི་རྣམ་པ་ཚོ།

ཉི་མ་ཁ་ཤས་རྗེས་ལ་འདི་ཚོགས་ཀྱི་ལྷུང་རྩུབ་འདི་ག་བ་འགྲོ་ཅི་འགྲོ་གི་ཡོད་མེད། ད་དེ་ངས་གསལ་པོ་ཞིབ་ཅིག་མཐོང་བསྡད་ཀྱི་འདུག་སོང་ཙང་དེ་ཀྱི་ཐོག་ནས་སོ་སོ་གི་མི། བཙན་བྱོལ་བོད་མིའི་སྒྲིག་འཛུགས་ལ་ཡང་བསམ་ཤེས་བྱེད་ངེས་དང་བོད་རྒྱལ་ཁབ་དང་བོད་མི་རིགས་ལ་ཡང་བསམ་ཤེས་བྱེད་དེ་ངེས་མི་ཅིག་ཡིན་པའི་ཆ་ནས། ད་རེས་ཐད་ཀར་རྒྱང་བཞིན་འདི་བརྒྱུད་ཆེ་ར་བ། སྒོ་མང་གྲྭ་ཚང་གི་ལས་བྱེད་དབུས། ནང་ལ་ཞུས་ཏེ་ངས་དགེ་ལས་རྣམ་པ་ཚོ་ལ། ཨ་ནི། ད་གི་གོང་དུ་ན་ཞིག་ལ་ཐེངས་མོ་གཉིས་རྒྱག་ཚེ་ད་རིང་ཡང། དགོངས་པ་རྒྱ་ཆེན་པོ་བཞེས་རྗེས་ཨ་ནི། ཡི་གེ་འདི་མ་ཕྱི་ཐེངས་གཅིག་གནང་ཐུབ་པ་ཡིན་ན། ཨ་ང་ཚོ་སྤྱི་ཚོགས་ཚང་མར་ལྷིང་རྒྱག་གོ། ཨ་སྐྱག་མོ་རུམ་རྗེས་ད་རིང་དགུ་བདུན། ལོ་དགུ་བཅུའི་ནང་ལས་ཕན་ཡོང་དུ་བརྩམས་པ་དགུ་བདུན་རེད་བ་ད། བྱམས་སྙིང་རྗེ་གི་ལོ་འདིའི། ཨ་ནི།

དམིགས་བསལ་གྱི་དགེ་ལུགས་ཀྱི་བླ་ཆེན་དགེ་ལུགས་ཀྱི་གནའ་བླ་མ་ཚོ། ཨ་ནི་དགེ་ལུགས་ཀྱི་གྲྭ་པ་དེ་ཚོ། ག་ང་ད་ང་ཚོའི་ཆོས་རྒྱུད་ཁག་ལྔ་ཡོད་རོགས་ཆོས་རྒྱུད་ལྔ་ཚང་མ་གི་གྲྭ་པ་དང། ད་ང་ན་ཤེས་ཀྱི་དགེ་བཤེས་དང་བླ་མ་བླ་ཆེན། དམིགས་བསལ་གྱི་དགེ་ལུགས་ཀྱི་ཨ་ནི་བླ་ཆེན།

དེ་ཡིན་དུ་ད་རིང་གི་འགན་གཙོ་བོ་དེ། གྲྭ་པ་རང་གི། རེད་བ། ཆོས་རྒྱུད་ཁག་གི་གྲྭ་པ་རང་ཆོས་རྒྱུད་ཁག་གི་བླ་མ་བླ་ཆེན། ཆོས་རྒྱུད་ཁག་གི། ཨ་ནི་ལས་ལ། ཞུགས་པའི། མི་སྣ། རྣམ་པ་ཚོགས་ཀྱི་འགན་ཅིག་ཁྱེད་ཀྱིས་ད་རིང་གི་འདི། ཨ་གནས་ཚུལ་འདི། ནང། ནང་ཁུང་ན་ལོ་ལ་ཡ་མ་རེ་བ་བཀའ་མོས་སུ་གནང་བྱས། འདི་གི་ཐབས་ལམ་ཅིག། མ་བཙལ་བ་ཡིན་ན་མི་དམངས་དཀྱུས་མ་གཅིག་གི་འགན་འཁྱེར་བའི་ཉིན་མོ་འདི་རུ། ཏན་ཏན་ཁོ་རང་འདི་ཉེན་ཁ་ཆེན་པོ་ཞུགས་ཀྱི་ཡོང་ས་རེད། ཏན་ཏན་ཁོ་རང་འདིས་དངོས་གནས་དྲང་གནས་ཅིག་གི་ཉེན་ཁ་ཆེན་པོ་ཞེ་བོ་ཅིག་དང་ནི། རྒྱང་སྒོར་རྫིག་དངོས་གནས་དྲང་གནས་ཐུགས་ཕམ་དགོས་ཡས་ཀྱི་གནས་ཚུལ་འདི་འདྲས་ཅིག་ཆགས་ས་རེད་ད་གིན་ངས་གོང་དུ་ཞུ་བ་ནས་བཞིན། བོད་གཞུང་གི་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ཁྲིམས་ནང་ལོགས་ལ། ནི། ཅིག་གི་མི་མང་དཀྱུས་མ་གི། ར་བ་དང་ཡིད་ཆེས་མེད་བདེ་བ་དང། ད་རིང་འདི་མི་མང་དཀྱུས་མ་ངོས་ནས་ནི་རྒྱ་གར་གཞུང་གི་ཁྲིམས་རང་གཏུགས་བྱེད་རྒྱ་གར་གཞུང་གི་ཁྲིམས་རྩོད་པ་རང་སླད་བྱེད། འདི་འདྲས་ཅིག་གང་ནི་ནི།

དམིགས་བསལ་གྱིས་ད་རིང་ལོ་དགུ་བཅུ་ལ་ཕེབས་རྗེས་དགུ་སྟོན་གྱི་ཉིན་མོ་འདི་རུ། ཨ་ནེ་སྒོ་མང་གྲྭ་ཚང་རྣམ་པ་ཚོགས་ཀྱིས་དགོངས་པ་རྒྱ་ཆེན་པོ་བཞེས་རོགས་བྱས་ཡང་ཅོ་ལགས་པ་ཐུགས་མ་དགྱེས་གུས། དགོངས་པ་རྒྱ་ཆེན་པོ་བཞེས་རོགས་བྱས་ར་བ། དེ་འབྲེལ་གྱི། ཨ་ནེ་ལས་གཞི་འདི་ཚོ། དངོས་གནས་དྲང་གནས་མ་བཅོམ་རོགས་གནང་ར་བ། ད་དེ་ང་ཚོ་ཆབ་སྲིད་སྒང་ལ་སླེབས་ཡོང་དུས་ཆབ་སྲིད་སྒང་ལོ་ལྷ། ལྷ་དང་སྲུང་མ། ཆབ་སྲིད་དང་འབྲེལ་བ་ཆུ་ནི་ཆགས་དགོས་བ་མ་རེད། ཆབ་སྲིད་ངང་ལ་སླེད་ཚར་བའི་རྗེས་ལ་ཆབ་སྲིད་ངང་ལོག་ལ། ཨ་ནི་རྒྱ་གར་གཞུང་གི་ཁྲིམས་ནང་ལོག་ལ་བསྐྱལ་བ་ཡིན་ན་ད་དེ། ད་ངས་མང་པོ་ཅིག་ཞུས་མོ་གོང་བས་བྱས་སྒོ་མང་གྲྭ་ཚག་གི། ཨ་ནི་མཁན་པོ་རྣམ་པ་དག་གང་ལ་ཞུས་དེ་ངས་ད་ལྟ་མཁན་རྟགས་བཅོན་དེ་ངས་རྣམ་པ་ཚོ་ཚང་མ་མཁྱེན་མཁྱེན་གྱི་ཡོད་རེད་བ། ད་ང་ཚོ་རྒྱ་གར་གཞུང་གི་ཁྲིམས་ནང་ལ་སླེད་སོང་ན་རང་རོ་ཚང་མ་ལོག་ལ། ཨ་ནི་གནོད་སྐྱོན་ཆེན་པོ་ཞུ་རྒྱུ་ཡོང་གི་རེད་གནོད་སྐྱོན་ཆེན་པོ་ཞུ་ཡོང་གི་རེད། དེའི་གང་བློ་ལ་མི་མང་པོ་ཅིག་བྲོས་འགྲོ་གི་རེད། ད་རྒྱ་གར་ནང་བློ་ལ་མ་གས་ཞུ་དེ་ངས་མི་མང་པོ་ཅིག་ང་ཚོ་ད་འདོད་ཡིན་ཨེ། ཨ་ནི་རྒྱ་གར་ལ་ལོ་ཟླའི་ཆོས་ཀྱི་ལག་ཆ། ཡིག་ཆ་གཙང་མ་དེ་འདྲའི་ཡག་པོ་དེ་འདྲའི་ཡོད་མ་རེད། ད་འདོད་ཡིན་ཨེ་ཡིག་ཆ་མང་པོ་ཅིག་ཚང་གི་ཡོད་མ་རེད་སོང་ཙང་དེ་ཚོ་ཚང་མ། ཡག་ཅིག་ཁམ་ཆུ་སྒང་ལ་སླེབས་ཅིག་ཡག་ཅིག་བྲོས་བསྡད་པ་ཡིན་ན་ང་ཚོ་ཚང་མ་ལ་དཀའ་ངལ་ཞིག་འཕྲད་གི་རེད། དམིགས་བསལ་གྱིས་ང་ཚོས་ཕྱི་རྒྱལ་ཡུལ་གྲུ་ཁག་ནང་བསྡད་དེ་ངལ་དུ་སོང་ན་དཀའ་ངལ་འཕྲད་ཀྱི་མ་རེད། རྒྱ་གར་ནང་ལ་བཞུགས་དེ་ངལ་ད་ག་ནང་ཤེས་ཁྲིམས་ནང་ལོ་ལ་ཟུར་དུ་བཅག་ཚར་བའི་རྗེས་ལ་ཁྲིམས་ལ་ཡ། ཨ་ནི་མཚན་རྟགས་བསྐྱོན་མཁན་ཚང་མ་ལོ་ཕེབས་དགོས་དགོས་ར་མ་གཏོགས། དེ་གི་སྐུ་ཚབ་ཡིན་ཟེར་ཆེད་མི་གཅིག་པོ་ཆིག་རྒྱ་གར་གཞུང་ངོས་ན་དེ་འདྲ་ཡོད་མ་རེད། རྒྱ་གར་གཞུང་ནང་ལ་མཚན་རྟགས་གཅིག་བསྐྱོན་ཚར་བའི་རྗེས་ལ་མཚན་རྟགས་བསྐྱོན་མཁན་ཚང་མ་ལོ་དྲུག་ཡོང་དགོས་རེད། ཨ་ནི་ད་ག་ནང་ཤེས་ཅིག་ག་ད་མང་པོ་ཞིག་ཡོད་རེད་ད་རྣམ་པ་ཚོ་ལ་བཞུགས་མོ་གོ་བ་ཆེ་གང་ད་ལགས་ཐལ་མོ་གཉིས་རྒྱག་གི་ཡོད་ད་མདོ་ཡིན་ན་ར་བ། སྒོ་མང་གྲྭ་ཚང་གིས།

ཏག་ཏག་རབ་ཞི་བསྡད་ཀྱི་འདུག་དེ་དགོངས་པ་བཞེས་དགོས་སྐོར་ད་ང་ཚོ་རྒྱབ་བརྗོད་བཅས་རེད་བ། མི་གཏོགས་དཀོན་མཆོག་གསུམ་ད་གར་གསོལ་བ་རེད། བདུན་ཅུ། དྲུག་ཅུ། ལྔ་བཅུ་དྲུག་ཅུ་གི་མི་གཏོགས་འདིས་གང་བློར་མ་འགྲོ་ཡ་ཡོད་མ་ད་ང་ཚོ་བདུན་ལ་ཡ་ཁ་བཏགས་བྱེད་ད་འདོད་ཡིན་ན་ཡ། ཕྱི་རྒྱལ།

དུག་ཅན་ཡིན་ཞུ་ཡས་མེད་ཡག་པོ་ཡིན་གལ་གུ་ཞུ་ཡས་མེད་ཡིན་ནའི་རེད་བ། ད་ལྟའི་སྐབས་ནང་ལོག་ལ་རྣམ་པ་གཙོ་གི་གཅིག་གི། ཕྱག་ལས་གནང་སྟངས་བྱེད་བར་བ་ཆེན་ཐད་སྐྱོན་ངེས་གཙོ་གི་ན་ཕྱག་ལས་གནང་སྟངས་བྱེད་བར་བ། འདིའི་གི་དམིགས་བསལ་གི་ད་རིང་ངས་ད་མ་གཅིག་བཞག་ཡག་གི་དུས་ཚོད་སི་ལས་ཡོང་དུས་མ་བཞག་ངེས་ལ། རྣམ་པ་གཙོ་གི་སྐྱབས་མགོ་རུམ་བྱེད་དགོངས་པ་བཞེས་མི་འདུག་བསམ་ས་རུ་ཅི་དྲན་གི་ཡོད་རེད་བ། དུས་རྟག་ཏུ་རྣམ་པ་གཙོ་ཆེན་ད་སྐྱོན་ངེས་གཅིག་གི་ཁ་ལ་ཡ་སྐྱབས་མགོ་རུམ་བྱེད།

ཕོ་རྒྱུད་སུ་སྤིས་བྱ་བའི་སོ་རབ་བྱས་པ་ཡིན་ན། དེ་མང་གཙོ་གཅིག་དང་སྨྲ་བརྗོད་རང་དབང་གི་ག་གམ་གཅིག་གི་མཚན་ཉིད་ཅིག་ཚང་གི་འདུག་རེད་བ། དེ་རྣམ་པ་ཚོ་གི་དགོངས་པ་བཞེས་རོགས་གནང་ཆེ་ཆེ་ལགས་ཐལ་མོ་གཉིས་རྒྱག་ཚེ་ཡང་བཅོས་ཡང་བཅོས་འབུལ་དགོས་ཡིན། དེ་ནི་ང་ཚོ་སྤྱི་ཚོགས་ནང་ལོགས་ལ་རེད་བ། སྐབས་རེ་གྲོགས་མཆེད་སྲུང་སྐྱབས་ཚོགས་པ་ཟེར་ཅིག་བཙུགས་ཡོང་གི་འདུག། སྐབས་རེ་གཅིག་དམའ་དམའ་ཀོ་ཀོ་གཅིག་གཅིག་ཚོགས་པ་ཟེར་ནས་བཙུགས་ཡོང་གི་འདུག་ད། དངོས་གནས་དྲ་གནས་ང་རང་ཚོ་བཙན་བྱོལ་ནང་ལ་ལ་ཡོད་ཞེས་པའི་བློ་བཟང་རྒྱ་མཚོ་ལ་ཐུགས་ཆེ་གནང། སོང་ཙང། ད་ལྟའི་སྐབས་ནང་ལ་ང་ཚོ་གང་དག་བསམ་བློ་ག་རེ་བཏང་དགོས་དགོས་ལབ་པ་ཡིན་ན། ད་ད་རིང་གི་ལོ་འདི་ནང་ལོ་ལ། ད་རིང་ཉིས་སྟོང་ཉི་ཤུ་རྩ་དྲུག་ནང་ལོ་ལ་རེ་བ་དམིགས་བསལ་གྱི་སྐྱབས་མགོ་རུ་འཇིགས་དགོས་དགོས་དོན་རེད། བྱམས་སྙིང་རྗེ་གི Compassion རེད་བ། ད་ང་ཚོ Compassion ག་ཚད་དུ་བྱམས་སྙིང་རྗེ་ག་ཚད་སུ་ཐུག།

ང་རང་ཚོ་མི་དམངས་ཚོགས་པ་སྐྱིད་སྡུག་གང་འདྲ་རུ་བྱས་ནས་མི་དམངས་ཚོགས་ཀྱི་ཐོག་ཆེད་དུ་སྒྲིག་བྱས་ར་བ། ད་རིང་ང་ཚོ་མང་གཙོ་བསྐྱངས་སྐོར་འཛི་གསོལ་རེ་གནང་ཞག་མང་གཙོ་འདི་སྲུང་སྐྱབས་ཅིག་བྱེད་ཐུབ་བ་དེ་གནང་རོགས་གནང་ཟེར་བ་དེ་ཡུལ་ཁྲིམས་ལྡན་པ་བཟང་སྤྱོད་ལྡན་པ་ཨ་ནི་དེས་སྐྱབས་མགོན་རིན་ཆེན་ལ་དམིགས་བསལ་གྱི་དགོངས་པ་བཞེས་པའི་ཐོག་ནས། གནང་རོགས་གནང་བྱས་ཅི་ངས་ལག་ཐེལ་མོ་གཉིས་རྒྱག་ཅིག་འབུལ་དགོས་ཡིན་རེད་བ། གང་ལྟར་ད་ངས་ཁྱོད་གཉིས་ཀ་ལོག་ལ་ལག་ཐེལ་མོ་གཉིས་རྒྱག་ཅིག་འབུལ་དགོས་ཡིན། དམིགས་བསལ་གྱིས། ད་རིང་གི་རྒན་འདི། སྐུ་ངོ་ཨ་འབྲུག་ཆེ་བསྟན་དང་སྦྲགས་བྱས། ཨ་ནི་སྐུ་ངོ་ཨ་འབྲུག་ཆེ་བསྟན་གྱི་གནས་ཚུལ་དང་སྦྲགས་བྱས་འདི་གི་རྒན་འདི། དམིགས་བསལ་གྱིས། ཁྱོད་རྒྱུ་མངའ་ཁག་གི་གྲྭ་པ་རྣམ་པ་ཚོ་བླ་ཆེན་རྣམ་པ་ཚོ། ད་ག་ནང་ཤེས་ཅིག་གིས། རྒྱའི་གཙོ་བོ་དེ། ང་ཚོ། གར་སོགས་དགེ་ལུགས་ཀྱི། བླ་ཆེན་རྣམ་པ་དང་དགེ་ལུགས་ཀྱི་གྲྭ་པ་དེ་ཚོ་གི་འགན་ཡིན་ཅིག་ཁེལ་ཅིག། ད་རེས་འདིའི་སྤྱི་ཚོགས་ནང་ལ་ཟ་ང་ཟི་ངེ་མ་ཡོང་བ་དང། དགུ་དོན་འདི། དོན་དང་ལྡན་པ། ཨ་ནི་དགུ་དོན་ཆ་ཡག་གི། ལས་དོན་འདིའི་སྒང་ལོ་ལ། དགོངས་པ་ཅིག་བཞེས་རོགས་གནང་ཨ། བྱས་ཚེ་ངས་ལག་ཐལ་མོ་གཉིས་རྒྱག་ཚེ་འབོད་སྐུལ་ཡིན་ཨ། ཚང་མ་ལ་ཐུགས་རྗེ་ཆེ། བཀའ་དྲིན་ཆེ། ལམ་མེ་སྐྱབས།

ཨ་ནི། ད་ལྟའི་ཡི་གེ་འདི་དང་འདྲ་ཅེས་ཁམས་སྤྱོད་བཏུལ་ཡག་གི་བསམ་མནོ་ཅིག་ཡོད་ཡོད་འདུག་དེ་འདྲའི་ཅིག་ང་རང་ཚོ་ལས་གཞི་འདི་འདྲས་ཅིག་འགྲོ་བ་ཡིན་ན། སྐྱབས་འགོ་རུ་མཛེས་མཚན་སྙན་གྲགས་ལ་ག་གམ་ཅིག་གནོད་གི་རེད། སྐྱབས་འགོ་རུ་མཛེས་ཀྱིས་བཙུགས་བཞག་པའི་བོད་མི་སྒྲིག་འཛུགས་གང་རུང་ལ་ག་གམ་ཅིག་ཆེ་མཐོང་ལྷག་གི་རེད། འདི་ངེས་པར་དུ། སྒོ་མང་གྲྭ་ཚང་གི་མཚན་རྟགས་བསྐྱོན་ཡོད་འདི་ངེད་ཚོ་གི་དགོངས་པ་བཞིན་རོགས་གནང་ཅེས་ཚེ་ཐར་མ་འདི་ལའི་ལག་ཐལ་མོ་གཉིས་བཀྱགས་ཅེས་འབོད་སྐུལ་ཡིན་ཐོ་ཆེ་ན། བོད་རྒྱལོ། བོད་རྒྱལོ། བོད་རྒྱལོ།